བ་དེ་ནས་སངས་རྒྱས་མཁྱེན་པའི་བདག་པོ་ནོ། ཐབས་ཤེས་ཀྱིས། གསུང་ང་བཟའ་བརྗོད་པ་བཟང། དེ་ནས་སངས་རྒྱས་བཅོམ་ལྡན་འདས་སུ་དེར་ན་མ་ལ་ཐུགས་ལ་དགོངས་ཏེ། རྒྱལ་རྒྱལ་ངས་ཉི་མ་གསུམ་ནས་ལོག་སྟེ་བཞུད་དེ་ནས་ངས་ཉིད་རང་བསགས་ཤིང་སྤྱོད་སྲིད་པོ་རིན་མོ་བཀག། དེ་ནས་རྒྱལ་པོ་ཐུགས་ཐ་དད་རྒྱལ་པོ། མཁར་ལ་ལོག་སྟེ་བཞུད་བཀག། དེ་ནས་དེ་བཟའ་ནས་དེ་ནས་འོ་ད་སངས་རྒྱས་བཅོམ་ལྡན་འདས་སུ་དེ་ནས། ཁོ་ཨ་རུ་ཆོས་སྲིད་བཀའ་བློའང་མི་རག་སངས་རྒྱས་བཟའ་བཀའ་ཕེབས་བྱེད་མི་རག། རྒྱལ་པོ། ཨུཏྤ་ཡ་ན་ཡིག་ངོ་བ་ལེབ་བྱེད་མི་རག། དེ་ནས་ཁོ་ཨ་ཆོས་སྲིད་བཀའ་བློའི་མ་ནི་མི་རག། ད་ཨི་གཟུགས་ཤིག་བྲིས་ཏེ་བཀལ་ན་དེ་བས་དེ་ནས་འཁོར་བ་ཕམ་ཐོགས་སེ་ནོ་སོགས་མོལ་ཏེ། དེ་ནས་སྲིད་པ་འཁོར་ལོ་བྲི་ཡས་ཟབ་ཏིང་སྤྱོད་ནོ། དེ་ནས་སྲིད་པ་འཁོར་ལོ་བང་སྤེལ་བོ་དེ་ནས་བདེན་པ་བཞི་ཡས། སངས་རྒྱས་བཅོམ་ལྡན་འདས། རྡོ་རྗེ་དང་ལ་མངོན་པར་རྫོགས་པ་སངས་རྒྱས་སའི་ཚུལ་བསྟན་པའི་སྟེང་ནས། དེ་ནས་ཆོས་སྐོར་དང་པོ་བོ་ཝཱ་ར་ཎཱ་སི་ཡས། བདེན་བཞིའི་ཆོས་སྐོར་གསུངས་སྐད། དེ་ཡང་དེ་ནས་དགེ་སློང་ལྔ་བདོའི་བཟང་པོར་གསོལ་ཏེ། དེ་ནས་སློབ་མ་མང་པོ་ཞིག་གིས་བདེན་བཞིའི་ཆོས་སྐོར་གསུངས་སྐད། འོ་ད་བདེན་པ་བཞི་ལ་སྤེལ་བོར་ཏེ་དེ་ནས་ཨི་སྲིད་པ་འཁོར་ལོ་བོར་བརྩམས་ཏེ་ནོ། ཞིག་པ་འཁོར་ལོ་འོ་ཟེར་ན་འཁོར་བའི་ནང་འཁོར་ཚུལ། འཁོར་བའི་ནང་འཁོར་སྐྱེ་སྲིད། བཀའ་གཟུགས་ཀྱི་འཁོར་ར་ནོག། དེའི་ཚུལ་ལི་ཀ་དེ་ནི་ཡི་འཁོར་ལོ་བོ། སོ་མ་ཛད་ཀྵ། ད་ཨི་དེ་ན་དེ་ནི་ང་ཐང། བདེན་པ་བཞི་ན་བྱོན་ན། སྡུག་བསྔལ་བདེན་པ། ཀུན་འབྱུང་བདེན་པ། འགོག་པའི་བདེན་པ། ལམ་གྱི་བདེན་པ་ཟེར་ཏེ་ཡོང་བ་ནོག་ན། ད་དེའང་དེ་ནི། ཨི། ཀིར་ཀིར་བི་ན་ཡོད་ཀན་བོ། ཅི་ཡིན་ཀྵ་ཟེར་ན་ཨི་བོ་དེ་ནི། སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་བོ་ཀྵ།

དེ་མིན་ནས་ཨོ་དཀར་པོ་ཞིག་ཡོང་དགོས་ས་ནོ། ཨོ་དཀར་པོ་ཞིག། ད་ལྟའི་བའི་བདེན་པའི་འགོག་རྟེན་ནས་ཚུལ་བི་ཀ་ཨི་ཀ་དེ་ནི་ཨོ་དཔག་མེད་དེ་ཞིང་བཀོད་ཞིང་ཁམས་བུ་དེའི་སེམས་ཁ་ལ་བདེ་བ་ཅན། ཨོ་ད་ལྟའི་ས་མ་སྐྱེས་དེ་ན་ཨི་ཀ་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་ཨ་བྷི་ལོ་ཀ་འགོག་པའི་བདེན་པ་དང་ལམ་གྱི་བདེན་པ།

སྡུག་བསྔལ་བདེན་པ་དབང་དེ་ནི་བདེ་འགྲོ་ན་ང་འགྲོ་ཟེར་ཏེ་བྲལ་བ་གཉིས་སུ་འཁོར་བ་ལོག་པ། འཁོར་བ་བདེ་འགྲོ་ཡིན་ན་འདྲ་ང་འགྲོ་ཡིན་ན་འདྲ་འཁོར་བ་ཡིན་སྐབས་འཁོར་བ་པོ་ཅིས་མི་ངེས་ནོ། གསུངས་པ་སངས་དེ་ནི་བདེ་འགྲོའི་ནང་ད་ཡང་མ་བྲིས་ཅག་རྙིང་པའོ་འདག་ས་ཨེ་ལོ་ར་ཨོན་ལ་བྲིས་ཏེ་ཡོད་སྐབས་འདི་ན་གཏུམ་པོ་ལྔ་པ་ཅིག་བྲིས་ཏེ་ཡོད་སྐབས་ལ།

འོ་ད་དེ་ས་འདི་ནོ། དེ་ད་དེ་འོ་ཛ་ནོ་ལ་སྡུག་བསྔལ་ལྡན་པ། དེ་འགྲོ་བ་དྲུག་པོའི་ནང་ཀ་རུ་སྐྱེས་ན་སྡུག་བསྔལ་མེ་ནི་མ་ནི་མེད་དགག། དཔེར་ན་ལ་སོགས་ཀྱི་ཡས་སྐྱེས་ན་ལ་ལ་ཕོལ་དུམ་གྱི་སྡུག་བསྔལ་ཡོད་དགག། འདུལ་བདུལ་སོགས་ཀྱི་རྒྱུ་ན་དེ་ནི་ལ་མ་ཡིན་ལ་སྐྱེས་ཡོད་དགག་བས་ན་ཐབས་རྩོད་དེ་སྡུག་བསྔལ་ཡོད་དགག། ཐབས་ཡིན་ན་རྩོད་དེ་འཛིན་ཡིན་འདུག་ཅེས། དེ་ནི་ང་དང་མི་ཡོན་ལ་སྐྱེས་ཡོད་དགག་བས་ན་སྐྱེ་དགག་ན་ཕྱི་ཡི་སྡུག་བསྔལ། ད་དེ་ནི་དེ་གནས་ན་མགོ་འཁོར་ས་དེ་གནས་ན་འཁོར་རན་མ་ནི་ཐར་རྒྱུ་མེད་དགག་ད་དེ་ས་འགའ་ལ། ད་དེ་ནས་ང་འགྲོའི་ནང་བཅོས་ན་དེ་ནས་ད་ང་འགྲོ་ད་དེ་ནས་སྡུག་བསྔལ་ཆེ་ཤོག་པོ་ནོར། དུད་འགྲོ་བ་དེ་ནས་བྲེལ་སྐོམ་གྱི་སྡུག་བསྔལ་དང་མ་ནས་སོ་སྐྱོད་སྐོལ་རྡུང་གི་སྡུག་བསྔལ་དང་ད་དེ་ཚོ་མ་ནས་དུད་འགྲོ་བ་མ་ནས་སྡུག་བསྔལ་དཔག་མེད་བརྗོད་དེ་ནོར་དེ་ང་ད་ཚང་མས་མཐོང་བཅོས་དེ་ནོར་དུད་འགྲོ་ང་ད་མཐོང་ངེས་ནས་ནོར། འོ་ད་དེ་སྣ་ཚོགས་ལ་དེ་ནས་དུད་འགྲོའི་སང་སྡུག་བསྔལ་ཆེ་དེ་ནས་ཡི་དྭགས་རེད་བཀག་ད་ཡི་དྭགས་པ་ལ་དཔལ་ལྟོགས་རིས་སྐོམ་རིས་ད་མ་ནས་ཁོ་རང་སྡུག་བསྔལ་མ་མང་པོ་མྱོང་དགོས་ཞེས། ད་དེ་ནས་ཉལ་བ་ལ་བྱེད་ན་འོ་ད་དེ་ནས། འོ་ད་ཚ་ཉལ་རྒྱག་གྲང་ཉལ་རྒྱག། དེ་ཚོ་བས་དེ་ནས་སྡུག་བསྔལ་དམའ་ན་མང་པོ་ཞིག་མྱོང་དགོས་པ་སང་སྡུག་བསྔལ་ལྡན་པ། སྡུག་བསྔལ་ལྡན་པ་ཡིན་འདྲ་འམ་མིན་འདྲ་དེ་ནས་ང་ད་རེ་རེ་རེ་རེ་བསམ་པ་དང་སེ་བྱོ་ན་སྡུག་བསྔལ་བུ་སྡུག་བསྔལ་ལིན་པ་ར་འཕྲོ་ད་ནོ། ད་དེ་སྟེང་ནས་ཉིས་པ་བས་ཀ་ཆ་ནོག་ཉལ་ནས་སྡུག་བསྔལ་བུ་ཅི་ཡི་ཞག་སེ་ཡོང་སྡུག་བསྔལ་བུ་སྒྲ་ཟྦུག་བོ་ནོ་བ་ནི། ད་དེ་བ་དེ་ནས་སའོན་ཅིག་མེད་པ་ད་དེ་སྒྲ་ཟྦུག་ཡོང་ཆེ་མེད་ནོ་བ། ད་ཅིག་གིས་རྒྱ་ཆེ་ཡི་སྡུག་བསྔལ་ལས་སྒྲ་རྫོགས་མྱོང་དགོས་ཟེར་ནོ་ཟེར་ན་དེ་ཡང་དེ་ནི་ཀུན་འབྱུང་བདེན་པ་ཟེར་ཐལ། ཅིག་ལས་དེ་ནི་འོ་ད་ཕག་དང་རུལ་དང་བཅའ་ཚང་ག་ཅིས་ཚོར་ན་ནོག་ཟེར་ན་ཉོན་མོངས་དུག་གསུམ་ཚོར་ན་ནོག་འོ་ད་དེ་གིས་རྒྱ་ཆེ། མ་རིག་པའི་མི་ཤེས་ཤིག་པའི་དབང་གིས། དེ་བ་ན་མཉམ་པོ་ཧྲོག་ཁོང་ཁྲོ་ཡོད་པའི་དབང་གིས། དེ་བ་ན་མཉམ་པོ་འོ་ད་འདོད་ཆགས་གཞན་ཆགས། འོ་ད་དེའི་ཤུགས་ཆེན་མོ་ཡོད་དཀའ་བས་རྒྱ་ཆེ། ཡིད་འཁོར་བའི་ནང་ནས་མ་ཐར་ར། ང་དང་སྡུག་བསྔལ་མྱོང་དགོས་སེམས་ཡོད། དབྱི་བོ་ཤུགས་ཆེན་མོ་ཡོད་ན། ང་འཚོང་བ་སྐྱེད་ཅེས། དབྱི་བོ་ཤུགས་ཆུང་བ་རིགས་དོགས་ཤིག་ཡོད་ན། བདེ་འགྲོ་བ་སྐྱེད་ཅེས། ཡིན་ན་ཡང་ཐ་ཅིག་ཏུ་དབྱི་བོ་སྤང་ཐུབ་པས་ན་དེ་ནི་ཕི་ལོག་བྱ་ཆོག་པ། དེ་མིན་པ་ཡིན་ན་ནང་ན་ཁོ་རེ་འདུག་དགོས་སེ་བཙན་ནོ། ད་དབྱི་བི་གང་དེ་ནི་ན་ཉིས་སྤྱོད་སེ་དེ་ནོ་བ་ཉོན། ཅེས་དེ་ནས་དབྱི་པོ། ཀུན་འབྱུང་པོ་ཉོན་མོངས་སུ་ཕྱོགས་པ་ཀུན་འབྱུང་གཅིག་དང། དེ་ནས་དེ་ལ་ཀུན་འབྱུང་པོ་ལ་གཉིས་བརྗོད་དཀའ། ཉོན་མོངས་སུ་ཀུན་འབྱུང་ན་ལྀས་ཀྱི་ཀུན་འབྱུང་ཟེར་ཏེ། ད་དབྱི་པོ་ལྀས་ཀྱི་ཀུན་འབྱུང་པོ་བསྟན་ཏེ་ནོ། ཉོན་མོངས་པ་བསགས་པ་ལ་བརྟེན་ཏེ་ཆེ་ཆུང་བསགས་པ་ལ་བརྟེན་ཏེ་ཉོན་མོངས་པ་ཆུང་བ་ཞིག་ཡིན་ན་དབྱི་ལམ་དཀར་པོ་ནི་དཀར་རུ་སོང་སྟེ་ནོ་བདེ་འགྲོ་བར་སོང་སྟེ་ནོ། ལམ་ཡིན། ཨ་ཅག་ཡིན་ལམ་ནག་པོ་བོ་ནས་དེ་ནས་ལས་མང་ང་རེ་ས་ག་ན་དེ་བས་དེ་ནས་ངན་སོང་བ་སོང་དེ་ནོ། ལམ་ནག་པོ་བོ་ནས་ཐུར་ལ་ཆ་རུ་བ། ལམ་དཀར་པོ་བོ་ནས་སྐྱེན་ལ་ཆ་རུ་བ། དེ་བ་ལས་ཀྱི་ཀུན་འབྱུང་ཟ་ནོ། དེ་ནས་ཡིན་ན་སྐྱི་ལེ་ཡི་ཚང་ག་ལ་ཉོན་མོངས་པའི་ཀུན་འབྱུང་ཡོད་དོ། ད་དེ་ཡང་དེ་ནས་ཡི་ཕག་རུལ་ནང་ཅག་ཅོག་གོ་ཤེས་སུ་རྒྱུ་མཚན་ཅི་ཡིན། སེམས་ཅན་འདྲ་མི་འདྲ་འདུག་མང་པོ།

ཡིད་ཀྱི་དཀྱིལ་འཁོར་དེ་ཡོད་དམ་སེར་འབྲས་བཅུ་གཉིས་ཟེར་ནོ། ད་ལྟའི་སེར་འབྲས་བཅུ་གཉིས་པོ་ག་གཟུགས་ག་གཟུགས་ཡིན་ནོ་ཟེར་ན། སྒོ་མ་བརྐྱངས་ཟེར་ན་མ་རིག་པའི་དབང་གིས། ང་དང་འཁོར་བ་གོ་རེད་ན། འཁོར་བཅུ་ཀ་སོ་བོ་སུ་བས་ཐུ་བ་ནོ་ཟེར་ན། མ་རིག་པ་ཐུ་བ་ནོ། མ་རིག་པ་བ་ཀ་ལོང་བ་རྒད་མོ་ཞིག་ཚུ་ལི་ཀ་དུས་སྟོད་ཀ། རྒད་མོ་ཞིག་ལོང་བ་ཞིག་ཡོད་ན་ཁོ་བ་ལམ། རྒས་ལ་ཐུ་བ་ག་གཟུགས་ཡོད་དེ་བས་ཀྱང་ཤེས་ས་མེད་ནོ། དེའི་ཚུལ་མཐོང་བ་མེད་ནོ་བ་ཀོ། ཨོ་དེ་བས་ཚུ་ལི་ཀ་མ་རིག་པ་བ་དེ་ནི།

ད་བཅུ་གཤིས་དགོས། གཤིས་དེ་ན་དེ་ནས་ཅི་ཡིན་ཟེར་ན་རྣམ་ཤེས་སྤོ། རྣམ་ཤེས་སྤོ། དེ་ནས་རྣམ་ཤེས་སྤོ་བ་ཀ་རྨ་ནུ་ཞིག་དེ་སྟེ་ཀ་སྤྲེའུ་ཞིག་དེ། ཅི་ཡ་ཟེར་ན་རྣམ་ཤེས་སྤོ་ལ་བརྟེན་ཏེ་དེ་ནས་དེ་ལ་བསགས་པ་ནང་བཞིན་གྱི་སྐྱེ་བ་གཞན་དང་གཞན་གཞན་དང་གཞན་གནས་ནས་འཆར་དགོས་ས་ནོ། དཔེ་བྱས་ན། སྤྲེའུ་བུན། ལྕང་མ་གཅིག་གི་ཀ་ནས་གཅིག་གི་འགའ་ཆོམ་སྲིན་ཆ་མེར་བ། དེ་ཙོག་སྲིད་སྤེལ་ཀ་པོར་བརྟེན་ནོ། དེའི་སྟེང་པོ་ནས་དེ་ནས་མིང་གཟུགས་ཟེར་ཀ་འགྲོ་ཀ་ད། ད་མིང་གཟུགས་ནས་ཡང་བ་དེ་ནས་ཕ་མའི།

གཉིས་གཟུགས་ཞེས་ཕྲུ་གུ་གཅིག་ཆགས་ས་ན། དེའི་ཕྲུ་གུ་པ། ད་རུང། རྣམ་ཤེས་སྣང་གསལ་ཚང་མ་མེད་དཀའ་ལས་མིག་གི་དབང་པོ་རྣ་བའི་དབང་པོ་ལྕེའི་དབང་པོ། དེ་ཟེར་ར་སོགས་དེ་ཚང་མ་མེད་དཀའ་འཇིག། སྤེལ་བཞག་ན། ཁོའི་གཟུགས་པོ་ཙོག་པོ་བསྒྲུབས་དེ་ཡོད་དཀའ་འཇིག་དེ་ནས་རྣམ་ཤེས་མ་སྟེན་དཀའ་འཇིག། དེ་བས་ན། ཁམས་དཔའ་ཅིག་ཡོད་དཀའ། ཁམས་དཔེ་ན་སྡུག་དཀའ་ནི་མིའི་མེད་དཀའ་འཇིག་སོགས།

ཚོར་བ་སོགས་སུ་ཡོང་བ་ནོ། རེག་པ་རེག་ཐུག་པ་ལ་བརྟེན་ཏེ། དེའི་སྲིང་མོ་ནི་དེ་ནི་ཚོར་བ་ཡོང་བ་ནོ། ཐུག་པ་སང་དེ་ནི་ཚོར་བ་ཡོང་ཆོག་པ། ཡ་ཁོག་ཚོར་བ་བདེ་མོ་ཞིག་ཚོར་རེ་བྲོ་ཡ་ཚོར་བ་སོག་པོ་ཞིག་ཚོར་རེ་བྲོ་ཡ་འཇམ་པོ་ཚོར་རེ་བྲོ་ཡ་མ་ནི་ཏྲོན་མོ་ཚོར་རེ་བྲོ་ཡ་སྤྲང་མོ་ཚོར་རེ་བྲོ་ཨོ་ད་དེ་བ་ཚོར་བ་ཚོར་བ་བོ་མིག་ག་ད་གཟུགས་ཀ་འཇིག།

ཨོ་ད་ལྟེ་བ་དེ་ནི་ཆང་བཏུང། ཟེར་པ་བོ། དེ་གསིག་ན་ལེན་པ་ཟེར་ཀན་བོ། ཁོ་ཨ་བ་སྤྲོ་ཚོར་ན། རྒྱ་ལ་ཚོར་ན། དེ་ནི་ལྟེ་བ་ཡང་ཡང་འགོར་གྱིན་འགྲོ་ཅེས་ཤིག་ཡང་རྫོགས་པ། ལྟེ་བ་དེ་ནི་ཤིང་ཏོག་མན་ཀན་གྱི་སྐྱོ་སྟོད་གབ་སྟེ། ཤིང་ཏོག་པོ་བཞིན་པོ་ཡོད་པ་ལ་བརྟེན་ཏེ་དེ་ནི་ཤིང་ཏོག་པོ་ཡང་ཡང་ཕབ་སྟེ་བཟང་ཡིན་འགྲོ་ཀན་གྱི་ཡང་རྩོལ་བ། སྡོང་པོ་གྱི་ག་གུ་ཆུ་བཞིན་བེག་ཡོད་ན། ཆུ་ལི་བཞིན་བེག་ཡོད་ན་ཡིད་བཞིན་པོ་རག་བེག་པ། དེ་ནས་རྐན་ལ་ཕྱག་ན་ཐུར་ལ་ཕྱག་ན་མདུང། སྔ་དང་ནས་ནི་འཕགས་པའི་མཚན་ཕྱག་ན་བ། དེ་ཚོགས་སྲིད་པའི་ཡིན། དེའི་སྟེང་ནས་དེ་ནས་ཧྲིག་པ། ཧྲིག་པ་ཟེར་ར་ཅིག་ན་དེ་ནས་སྤྱིའི་ཚང་མ་སྨིན་ཏེ། ད་སྐྱེ་ཆད་ལ་ཉན་མོ་སོང་ག་འདི་ཡང་སྐྱེ་བ་ནན་ཆད་ལ་ཉན་མོ་སོང་ག་འདི། དེ་ནས། ད་ཡི་ག། ཕོ་མོ། ཧྲིག་པ་གཅོད་ག་འཇིག་འཇིག་ཏོག་དེ་མེ་ནི། ངལ་དང་ལྡན་ག་འཇིག་ཅེས་བ་ནོག་ད།

དེ་དགོག་པ་ཅི་གིས་བཞག་ཟེར་ཡོང་བ་ནོག་ཟེར་ན། དགོག་པ་ཡིད་སྤངས་ས་ལ་བརྟེན་ཏེ། ཀ། ཉོན་མོངས་ས་སྤངས་ས་ལ་བརྟེན་ཏེ། དེ་ནི་འགོག་བདེན་ཐོབ་པ་ནོག། དེ་ནི་དགོག་པ་ཐོབ་ཅེས་རགས་པ་དེ་ལ་ཅི་འཇོག་གོ་ས་ནོག་ཟེར་ན། དེ་ནི་སངས་རྒྱས་ཀྱི་སྟན་དེ་བས་ཀ་ནས་ལམ། དེ་ལ་ཉམས་ལེན་བྱོས་གོ་ས་ནོག། ད་སྤྱིར་བཏང་གི་ལམ་ཉམས་ལེན་བྱོས་ཅེས་སོགས་ཁོ་རང་གཙོ་བོ་རྫོགས་སོ་དེ་ནི་ང་དང་ཨ་མི་ཀའི་སྤྱི་བོ་ངས་ཚུལ་ཁྲིམས། རྒྱལ་བསྟན་བསམ་པས་ནི་རང་ངམ་ཉམས་ན། དེ་ནས། མཁའ་འགྲོ་ཀུན་ནས་དྲུང་ནས་དེ་ནས་དགེ་བསྙེན་གྱི་སྡོམ་པ་རྣམས་བསྐྱེད། དགེ་ཚུལ་སློང་ངའི་སྡོམ་པ་རྣམས་བསྐྱེད། བྱང་ཆུབ་སེམས་དཔའི་སྡོམ་པ་རྣམས་བསྐྱེད། གསང་སྔགས་ཀྱི་སྡོམ་པ་རྣམས་ཏེ། དེའི་ཚང་མ་ལ་ཉམས་ལེན་བརྗོད་ཅེས་པ་ལམ་བཟླས་ལོ། དེ་ཡང་ཉམས་ལེན་བརྗོད་ན། དེ་ནས་འགོག་པ་ཐོབ་པ་ནོ། ལམ་བདེན་འགོག་འགོག་བདེན་གཉིས་ཀ། དབྱིག་འཁོར་བ་རྣམས་མ་འདྲེས་ལ། དེ་ལོགས་བ་སྡིག་གོ་ཞེས་སུ་རྒྱུ་མཚན་དུ་བསྟན།

རྒྱལ་པོ་ཆེན་པོ་བཞིས་འདི་སྐྱེས་སུ་གསོལ། ད་སྐྱེས་ཟེར་ན་ང་ད་སྒོ་ཅིག་གཅིག་སང་སྒོ་ཅིག་གཅིག་མེད་ན་མེད་པ་སང་ཚ་ཀ་ཆོག་ཤི་བའི་དྲི་ལྟ་ཟེར་རོ། དེ་མིན་ནི་ཤར་ལྷོ་ནུབ་བྱང་ཟེར་ཏེ། སྒོ་བཞི་ཡོང་བ་ལོག་པ་དག་ཡོད་དཀའ་ནོ་ནི་ཀ་དེ་ནི་སྒོ་སོ་སོའི་ཀ་རྒྱལ་ཆེན། རེ་རེ་རེ་རེ་སོ་སོར་སོ་སོར་འདྲི་དགོས་ཚོད་དཀའ། ད་ཡི་རྒྱལ་ཆེན་བཞིའི་སྒོ་དེ་ནི་དོན་དག་པོ་ཅི་ཡིན་དགག་ཟེར་ན། ད་རྒྱལ་ཆེན་བཞིའི་ལོ་རྒྱུས་སོ་སོ་ཏུག་ཤི་ཡོད་དགག་ཡང་ནི། སྔར་སྔར་གྱི་ཀ་དེ་ནི་ཡི་རྒྱལ་ཆེན་ཉིད། ལྕགས་ཁྱུང་ཡིན་ཀ། དེ་ཡི་དུས་ཤིག་ཨ། དེ་ནས་རྒྱལ་སྲས་གཉིས་པོ་ལྷུ་ཡིན་ཀ། དེ་ནས་ལྕགས་ཁྱུང་ངོ་ནས་ལུས་གནོད་པ་སྐྱལ་ལ་ནོ། སྐྱལ་པ་དང་དེ་ནས་ལུས་བླ་མ་ནས་ལྕགས་ཁྱུང་ངོས་གནོད་པའི་ཚུགས་མ་ཞུགས་པ་དང་དེ་ནས་ད་ཨེ་བ་དེ་ནས་ང་དང་ཨ་མ་ནས་དུས་རྒྱུན་ནས་ཡོད་འཇིགས་སྣང་འདི་འདུག། མ་ཚར་པས་དེ་ནས་མང་པོ་ཡོད་སོགས་ནང་འདྲ་ལ་གོ་འདུག་ད་ཨེ་བ་ཐབས་ཤིག་མེད་ད་ཨེ་ཟེར་ཏེ་ཐབས་ཟེར་ཟ་ནས་དེ་ནས་ཐབས་བྱུགས་དེ་ནས་ཁོང་ནས་སྐྱབས་འགྲོའི་སྡོམ་པ་ལ་བཀག་ཟ་ནོ། སྐྱབས་འགྲོའི་སྡོམ་པ། སུའི། ལྷུ་ཉི་སྐྱེས། ལྷུ་ཉི་སྐྱེས་སྐྱབས་འགྲོའི་སྡོམ་པ་བླངས་ཚར་ཚེ་སྟེང་པོ་ནས། དེ་ནས། སྐྱབས་འགྲོའི་སྡོམ་པ་ཡོད་ན་དེ་ནས། སུ་ཡིའང་གནོད་པ། ཡོང་བ་མི་རུང་བ། དེས་གསུངས་པ་དང། སྐྱབས་འགྲོའི་སྡོམ་པ་བླངས་ཚར་ཚེ་སྟེང་པོ་ནས། དེ་ནས་ལྷུ། མ་ནས་བྱ་ཁྱུང་ལ་མ་འཇིགས་ས་ཡི་ན་ཟུག་སྡུག་བསགས་པ། ཨ་ཐང་ཆོད་ན་འཇིགས་སྣང་སོགས་མེད་པ།

སྐྱབས་འགྲོའི། ལབ་བརྒྱའོ་ནི་ཀ་ཚུལ་གྱི་འདུ་འཕྲོ་ལས། ལྟེ་བའི་རྒྱ་སྟེ་དེ་ནི་སུ་ཡང་ནོར་ལྟར་ཤལ་ཐུབ་པ་མེད་ནོག་ཟེར་ས། ད་དེ་གཟུགས་ཡིན་ན། དེ་ནི་ང་བཞིན་ཡང་ཚེ་སྡོམ་པའོ་དམར་ས་སྐྱ་འདག། ང་བཞིན་ཡང་འདོན་པ་ལྷང་ཟེར་ས་དེ་ནི། བྱ་ཁྱུང་གཉིས་ཀྱང་འདོན་པ་ལྷང་ཟེར་གྱི་བ་ནོག། འོ་ད་ལྟེའི་སྟེང་ནི་དེ་ནི། ལྟེའོ་ནི་དེ་ནི་ཚེ་ཕོས་པའི་སྟེང་པོ་ནི། དེ་ནི། ད་རྒྱ་ཆེན་ནི་ཉི་བཞི་ཡས་ཀྱི་བ་ནི། དེ་ནི་རྒྱལ་པོ་ཆེན་པོ་བཞི་ཡི་ཚུལ་ལ། གཅིག་གི་རྒྱ་སྟེ། སྐྱབས་འགྲོའི་སྡོམ་པ་ལེན་པ་ལ་བརྟེན་ཏེ་དེ་ནི།

དེ་ནས་ཡི་བག་ཕྱིར་སྤོ་བ། རེག་དུག་ཡོད་དགག། དུག་དཀའ་དུག་ན། དུག་དཀའ་བྱ་ན། དེ་བས་རེག་དུག་ཡོད་དག་དང་རེག་དུག་དགག་ཅེས་སུ་ཚུར་ལ། དེ་ནས་རལ་གྲིས་ཁུར་ཏེ་འདུག་བ་ལས་མདུན་ལ་ཡོང་མི་བཅུག་ཅེས་སུ་བྱ། དེ་བས་ཚོམ་ཐོ་ནི་ནི། དེ་ནས་ཡིད་ལ་མཐོང་དུག་ཡོད་དགག། མཐོང་བ་ཅིག་ན་ཁོ་རང་ངེ་ང་དང་མཐོང་བ་ཅིག་ན་དེ་ག་ནས་དུག་ཡོང་ཅེས་མཐོང་བའི་དུག། དེ་བས་ན་རིག་ཅེས་སུ་བྱའི་མཆོར་དེ་ནི་བག་ཨ་ཡིན་ནོ། ཐ་ཚོམ་སྟོན་ནུས་པའོ། ཆགས་པ་མཆོད་རྟེན་གྱི་རྣམ་ཤེས་དུའོ། མཆོད་རྟེན་པའི་རིགས་བསྟན་ནོག་པ་སྟེའོ། དེ་ནས་ཨ་བ་ཁ་རླངས་ཀྱི་སྟུག་པོའི་སྐག། རྣམ་རྟོག་ཧྲཱི་སྤ། ཅེས་སོ་ནས་ཞལ་བུ་ཏིག་གསུམ་སེ་མི་རུ་བ། ཞལ་པད་ན་ཁོ། ཁ་རླངས་ཡོངས་གཅོག་པ། ཨོ་ད་ཏའི་གི། ཨི་ཚང་ཀ་ལ། ཨི་ལ། ཚོར་དུག། རེག་དུག།

དེ་ནས་ཨི་ཀ་བི་སེ་ཨུད་ཀ་ནི་རི་མོ་བ་སྡོམ་བརྩོན་དམ་པ་ཟ་ནོ་མེ་སྡོམ་བརྩོན་དམ་པ། ད་ཡི་བི་ན་དོན་དག་པོ་ཅི་སོ་ནི་བཀག་བེ་ན། ཨི་ཡི་ན་དེ་ནི་དུས་རབས་རྒྱ་དཔེ་ན་དེ་ནི་ལོ་བོ་འདོམ་ན་འབྱུང་ན་བོད་ལ་ཕེབས་ཏེ་ནོ། དེ་ཡི་སྟིང་བོ་ནི་དེ་ནི་དེ་སང་ངན་ལ་དེ་ནི་ཁ་མཆན་ཞུ་བ་ཚོ་ཕེབས་ཏེ་ཡོད་དེ་ནོ།

ཏཱ་ཨི་ཀ་ནི་པདྨ་ཀྱི་བསྡུ་བ་ནི། པདྨ་བ་སློབ་དཔོན་པདྨ་འབྱུང་གནས་སུ་འཚོ་གནས་དཀའ། ཅེས་བརྫད་ན་པདྨ་བ་ཅིས་བཏགས་ཟིན་ནོ་ཟེར་ན་སློབ་དཔོན་པདྨ་འབྱུང་གནས་པདྨའི་སྙིང་པོ་ལ་རྫུས་ཏེ་སྐྱེ་བ་ནན་དཀའ་ནས་ནོ། དེ་བས་དེ་ནི་སློབ་དཔོན་པདྨ་འབྱུང་གནས་སུ་འཚོ་གནས་ནོ། དེ་ནས་ཨི་ཀ་གླེགས་བམ་ན་རལ་གྲི་བོ་དེ་ནི་བོད་ཀྱི་རྒྱལ་པོ། ཁྲི་སྲོང་ལྡེ་བཙན་པོ་དེ་ནི་འཇམ་པའི་ཨང་སྤྲུལ་པ་ཡིན་ཞེས་བ་ནོ། འཇམ་པའི་ཨང་དེ་ནི་མངའ་ཐང་ཤེས་རབ་ཀྱི་རལ་གྲི་དང་ཕར་ཕྱིན་གྱི་གླེགས་བམ་རྣམས་སུ་ཡོང་བ་ནོ། མ་རིག་པའི་མུན་པ། རྩ་བ་ནས་བཅད་བཅད་དེ་ཕི་རལ་རིག། དེ་ནས། ཕ་རོལ་ཏུ་ཕྱིན་པའི། དཀར་པོ་དེ་ནས་ཤེས་རབ། རྒྱ་ཤེས་སུ་ཕི་ཡ་དེ་ནས། ཕ་རོལ་ཏུ་ཕྱིན་པའི་གླེགས་བམ། ད་ལྟའི་བུ། དོན་རྟགས་པོ། དབྱི་བོ་སློབ་དཔོན་པདྨ་འབྱུང་གནས། དབྱི་བོ་དེ་ནས་བོད་ཀྱི་རྒྱལ་པོ། ཁྲི་སྲོང་ལྡེ་བཙན།

དེ་ནས་ཡིག་ངོ་མཚོ་སྒོ་ངའི་བར་ཚང་མ་དེ་ནས། ད་བེ་རོ་ཙ་ན་ལ་སོགས་པ་ཀ་བ་པཱལ་སེ་ཀི་ཅོག་རོ་ལྷུ་ཡི་རྒྱལ་སན་ཞང་ཡི་ཤེལ་སྡེ་ཟེ་ར་ཙོགས། དེ་ནས་བོད་ཀྱི་ལོ་ཙཱ་བ་དམའ་མང་པོ་ཞིག་ཡོད་ཀཱལ། ཅེས་བརྗོད་ན་དེ་ནས་སྒོ་ངའི་གཉིས་སྦྱོ་རྫ་སྒོ་ཤེལ་སྤུ་ཅིང་ཀ་བེ་ན་ཤཀ་གཉིས་དམའ་བའི་ལོ་ཙཱ་བ། དེ་ནས་མ་ཚར་པའི་ཁ་མཆན་བཞི་བ་ཚོ། བོད་ལ་བཞུགས་ཟ་ནས་ཧ་ལམ་ལོ་དྲུག་བཅུ་བ་ཕེབས་སུ་ཡང་དེ་ནས་པོ་སྐ་ལྗང་སྟེ། དེ་ནས་པོ་སྐ། པོ་དེ་སྐ་དེ་ནའང་དེ་ནས་ཀ་ཅོ་སལ་ཐུབ་ཏིང་བཞུགས་ཡོད་ནོ། ད་ཙི་རམ་སུན་དུ་ཛད་ཀག་ཁོང་དགོངས་ཀག་ལེ་ད། Sanskrit དེ་ནི་ཨ་མ་ནི་ཐོག་མེད་དེ་ནོ་ཨ་མ་ནི་ཁ་ཆེ་འདུ་བ་ཉེས་པ་ནོ། ཨིན་ན་ཡང། ཆོས་པོ་ཅན་ནི་ཡན་མ་ཤ་ཅེས་ཟི་བྷི་ཡ་པོ་སྐ་ཤེས་དེ་མེ་ནི་རི་ག་མི་རུག་མོལ་པོ་ཚང་དེ་ཟམ་དེ་ནི་ཐུགས་སོན་ཛ་དེ་དེ་ནི་པོ་སྐ་ལྗང་པོ་ཡིན་ཅི་བ་ནོ། ད་དེ་བོ་སྐ་ཉིས་གཉིས་ཁེན་ཀན་པའི་ཧེ་ས་བི་མགོ་ཉིས་གཉིས། སོང་པ་ཚང་ད་ཨི་བའི། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སློབ་དཔོན་པདྨ་འབྱུང་ན། དེ་ནས་གངས་ཅན་བཞི་བ་ཚོར་གསོལ་བའི་པཱ་འདི་ཏཱ་ཚང་མ། དེ་ནས་བེ་རོ་ཙཱ་ན་ནག་ཅོག་རོ་ལྷུ་ཡི་རྒྱལ་ཚ་འཇང་ཡི་ཤེས་ལྡེ་གཟེར་ཀ་འདའ། དེ་ལུགས་སྨྲ་ནས་ལོ་ཙཱ་བ་མང་པོ་བཀག་པ་དེ་དུར་རབ་པི་ན། ཨོ་ད་ཏའི་ཚང་མ་ཚོ་མདོ་ནས་བཀག་དེ་ནས་བྲམ་ཟེ་མགྱོད་ཅེས་བྱས་པས། དེ་ནས་ཨི་བོ་དིས་དེ་ཡིན་བགྱི་བ་ནོ། ང་དང་པོ་དེ་ནའང་དེ་ནས་ནང་པ་སངས་རྒྱས་སུ་ཆོས་བལྟ་ར་གཅིག་གནང།

གསར་མའི་ནང་དེ་ནས་ས་སྐྱ་དེ་སྣ་ཚོགས་ལ་དེ་ནས་བཀའ་རྒྱུད་དེ་སྣ་ཚོགས་ལ་དེ་ནས་བཀའ་གདམས་པ་དེ་སྣ་ཚོགས་ལ་དེ་ནས་དགེ་ལྡན་པ་ཟེར་ཏེ་དེ་ཚུགས་ཀྱི་ཡོད་གམ། ད་དེ་ཡོད་སོང་པ་སང་དེ་ནས་བཀའ་རྒྱུད་སྤིན་ན་བཀའ་རྒྱུད་ད་གོ་མ་ཡིན་ན་གཞིག་དང་བཅོས་ན་བཀའ་རྒྱུད་ཆེ་བཞི་ཆུང་བརྒྱ་ཟེར་ཏེ་བཀའ་རྒྱུད་པོ་དེ་ནས་ཡན་ལག་མ་ནི་མང་པོ་ཞིག་རྒྱས་སོང་གམ། དེ་ནང་ནས་དེ་ནས་བདག་ས་དེ་ནས་ཡང་སྟིང་ནས་གཅིག་གིས་གཅིག་གིས་དྲིལ་དང་པ་སང་དེ་ནས་བདག་ས་བཀའ་རྒྱུད་པ་པོ་དེ་ནས་ང་དང་ན་ཡོངས་གྲགས་པོ་བཀའ་རྒྱུད་པ་པོ།

མོ་ཉམས་ལེན་གཙོ་བོ་བྱེད་དཀའ། ད་དེ་ནས་ལ་བཞི་པོ་བཅིངས་དཀའ་བས་ན་སངས་རྒྱས་ཤཱཀྱ་ཐུབ་པ་རྣམས་གཅིག། འཕགས་པ་སྤྱན་སྒྲ་གཟིགས་རྣམས་གཉིས། བཞི་བརྩོན་སྒྲོལ་མ་རྣམས་གསུམ། མགོན་པོ་མི་གཡོ་བ་རྣམས་བཞི། བཀའ་གདམས་ལ་བཞིའི་ལྟེ་བ་བརྩམས། ད་གཞོ་གསུམ་པོ་འགགས་ལས་སྡེ་སྣོད་གསུམ་པོ་ལས། འདུལ་བའི་སྡེ་སྣོད། མདོ་སྡེའི་སྡེ་སྣོད་ངོམ་པའི་སྡེ་སྣོད། དེ་གསུངས་པ་སངས་རྟས་ཉམས་ལེན་པོ་གཅིག་བསྒྲུབ་ལེ་དཀའ་བས་ན་འདུལ་བ་ལ། རྟགས་རྣམས་ཚོགས་རྣམས་མེད་དཀའ་འདུལ་བ་དཀའ་བསྒྲུབ་ལེ་དཀའ།

ཨོ་ད་ཅོ་ཞེས་པ་ལ་ནི་དེ་བྱས་ན་རུབ་མཐོ་འགལ་བའི་གཞུང་ན་ཚིག། དུར་ཧྲབ་བ་དེ་ནི་བཀའ་གདམས་རྙིང་པ་ཞེས་བྱ། དེའི་ཚིག་ནི་དེ་ནི་འཇམ་མགོན་བླ་མ་ཚོགས་མཁར་ཆེན་པོ་དུར་ཧྲབ་བཅུ་གསུམ་པའི་ནང་ཕེབས་སྟེ་ནོ། ཨོ་ད་ཏྲེ་བ་དེ་ནི་བཀའ་གདམས་གསར་པ་ཡང་ཟེར་ནོ། རྒྱལ་དར་ནང་ཟེར་ནོ། རྒྱལ་དར་བཀའ་བརྒྱུད་ཟེར་ར་ནོ། རྒྱལ་དར་པ་ཟེར་ནོ། རི་བོ་རྒྱལ་དར་པ་ཟེར་ར་མི་རི་བ། གསུངས་པ་སངས། ད་དེ་ནི། དེའི་ནང་ནས་དེ་ནི་པོ་ཏི་ན་སྐུ་བཀྲག་ཆེ་བ་གསུམ་བཀའ་ཟུག་བྱུང་བཀག་ཟིན་ན་བླ་མ་སྐུ་བཀྲག་ཆེན་མོ་གསུམ། ཧ་ལས་སོ་ཀ་ར་ཐོན་མོ། ད་ལྟའི་བར་དེ་ནི་བོད་ཀྱི་འཇམ་དབྱངས་རྣམ་གསུམ་ཟེར་ར་མོ། ད་འཇམ་དབྱངས་རྣམ་གསུམ་མི་ནང་ནས་བདག་ས་ང་དང་ཡི་ག་ནས་བྱོན་ན། ཉིད་མའི་ཕྱོགས་པོ་ནི་དེ་ནས་ཀློང་ཆེན་རབ་འབྱམས་པ་ན་གཅིག། ས་སྐྱའི་ཕྱོགས་ནས་ས་སྐྱ་པ་འདི་དང་ཀུན་དགའ་རྒྱལ་ས་ནང་གཉིས། དེ་ནས་རྒྱལ་དར་འདི་ཕྱོགས་ནས་དེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གསུམ། བོད་ཀྱི་འཇམ་དབྱངས་རྣམ་གསུམ་ཟེར་ཏེ། འོ་ད་དེའི་དུས་ལ་དེ་ནི་ཚོ། མི་ཀ་ད་ཡིའུ་ནི་དེ་ནི། གྱིས་ཟེར་ཆོག་ད་བླ་པ་གསུམ་གྱི་ཉམས་ལེན་བརྒྱུད་ནང།

མུ་སྟེགས་དཔའ་བོ་ཁྱེད་ཟེར་ན་ས་སྐྱ་པར་འབྲི་ལྟ་བུ་མ་རེད་པོད་ལ་སྐ་བཀྲག་ཡོད་དོ་སང། ཐོག་ཚེ་དགའ་བོ་རྒྱ་གར་དམག་ཡང་ཕྱི་རོལ་པོད་དེ་ནས་དམག་ནས་བོད་ན་ཁ་ས་ཆེན་མོ་ཡིན་ཀག། པ་མིང་ན་ཡོངས་སུ་འཇོན་ནོ་ཙོ་ཙ་ཙོ་ད་ལ། ཁྱེད་ཟེར་ན་པོད་ནས་མ་ནས་ཁ་ས་ཞིག་མ་ནས་ང་ཅན་གྱི་དུག་ལོ་ཟེགས་པ་ངས་ཞིག་བསྟན་པ་བཞིན་ཁོང་དེ་ནས་ཐོག་ཚེ་དགའ་བོ། པོད་ལ་མིང་ན་སྐྱོ་དེ་འཇོན་ནོ། སྐྱོ་དེ་དེ་ནས་ས་སྐྱ་པར་འབྲི་ཙམ་ཉན་པོད་ཙོ་ཙོ་ཙོ་ཀག། པེད་ངན་མེད་ཚུ་རི་ཀར་ཙོ་ཀག་པ། རྒྱལ་ཕམ་བཙུགས་ཏེ། བཀའ་སྩལ། མུ་སྟེགས་པ་བརྒྱལ་ན་ས་སྐྱ་པ་འདི་དག་དང་ཁོང་སློབ་མ་ཚང་མ་མུ་སྟེགས་པ་ཁྱོད་ཅེས། བཀའ་སྩལ། ས་སྐྱ་པ་འདི་དག་རྒྱལ་ཁ་ལོན་ན། ཐོག་ཁྲའི་དགའ་བོ་ནང་ད་ཁོ་རང་རྒྱབ་ཤི་ཁ་ཅིག་ཁྲིད་དེ་ཡོད་འདུག་དེ་ཚང་མ་དེ་ནས་ནང་པ་ཁྱོད་ཅེས་ཞེས་བྱ་དོན་བརྗོད་དེ་སོ་པར་སོ་སྟེ་འཇུས་ནོ། དེ་ནས་ཐོག་ཁྲའི་དགའ་བོ་ཕམ་སྐག་ཡང་ལས། ཕམ་སྟེ་དེ་ནས་ད་རབ་ཏུ་བྱུང་བ་ལ་རལ་པ་བསྒྲག་དགོས་པ། རལ་པ་བསྒྲགས་པ་སང་རལ་པ་བསྒྲགས་ཟེར་ན་དེ་ནས་བོར་ལ་མ་ཏུ་བོ་ཤོར་པའི་འཇང་ནོ།

དེ་བས་ཧྲོལ་པོ་དེ་ནི་ང་ཐང་དང་ས་ལྟར་ཁྱིམ་ན་དེ་ཚང་མའི་གདགས་སྲས་སུ་ལྟར་བསྟན་ནོ། ད་ན་དུ་བྱོན་ན་ཁོང་སྐྱིལ་ཀྲུང་བ་ཙོང་ཁ་པའང་ཙོག་ལ་བཞུགས་ཟེར་བའི་བཀའ་ནོད་པས་ན་གླེགས་བམ་ན་རལ་གྲི་ཡོང་བ་ནོག། གླེགས་བམ་ན་རལ་གྲི་བུ་གཅིག་ཚོམ་ཐོག་ནས་ནོག་པས་ན། ཅེས་ཟེར་ན་ཤེས་རབ། དེ་འོག་ནས་ཤེས་རབ་དང། དེ་ནས་ཁོང་བློ་གྲོས་དང། མཁྱེན་པ། འཇམ་དཔལ་ཨང་དང་སྲོག་གཅོད་རྩ་ཚང་གླེགས་བམ་ན་རལ་གྲི། དེ་བས་ཁོ་བ་དང་སྐྱིད་དུ་སོང་བ་དག་མ་བཙུགས་ན། ཀོ་ས་རྣམས་ཐོབ་ཐང་སོགས་ལ་ཕུག་སྟེ། ཨོ་ད་ལྟའི་སྒྲིག་སྲོལ་ལས་དོན། སྟག་སྣ་དགོན་དེ་ཚོགས་ཁང་འདུ་ཁང་ངས་ནོར་བ་དེ། དེ་ནས་ཡིད་ལབ་རིས་ལ་གཙོ་བོ་ཁོ་རང་མོ་དེ་ནས་ཡིད་ཁ་ཁང་སློབ་ཆོས་གསུམ་ཡོད་དེ་ནོར་ནས་ལ་བུན་འབར་མ་བྱུང་ནས་གངས་ཅན་བཞི་བ་ཚོ། དེ་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་འཚང་ཁ་གཙོ་བོ། དེ་ཡི་འཁོར་ལ་དེ་ནས་ང་དང་ཡི་ག་ནས་མི་མང་པོ་ཅིག་ཇག་སྲིད་མི་རུ་བ་དེ་ཚང་བ་གཅིག་འགག་ཟེར་ན་དེ་བ་དེ་ནས་རྗེ་འབངས་ངེད་ལྔ་བཞུད་ནོ། རྗེ་འབངས་ངེད་ལྔ་ཟེར་རྗེ་ཟེར་ན་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་པོ། འབངས་ཟེར་ན་འབངས་སི་ཁྲོ་ནི། དེ་ཟེར་ནས་དེ་ནས་ལོ་བུམ་པདྨ་འབྱུང་གནས་སུ་དེ་ནས་གསང་སྔགས་ཀྱི་ཆོས་སྐོར་སྐད་ཆེན་མོ་སྐོར་ར་བཟའ་དེ་ནོ་བོར་ལ། དེ་ཟེར་ནས་དེ་ནས་ཁོང་བ་སློབ་མ་དང་མི་མང་པོ་ཡོད་དགག་པ་ནི།

ཁོང་གསང་སྔགས་ཀྱི་ཆོས་ཉམས་ལེན་མཛད་པའི་སྟེང་ནས་དེ་ནི་ཁོ་རང་ངོ་ནས་རྟོགས་པ་ངེས་ཏེ་མ་གཟུགས་ཀྱི་ཁར་སྤྱིར་བཏང་གི་ཆོས་ནི་དང་ཁོང་དང་དེ་ནས་འཇམ་པའི་ཨང་རྣམས་དུ་ལི་ཇི་ཨོ་ནོ་ཏའི་ཟན་ནི་དེ་ནི་གངས་ཅན་བཞི་བ་ཚོ་ནང་སློབ་དཔོན་པདྨ་འབྱུང་གནས་ཉིད་ཀ་ཨོ་ཏཱ་པོ་ལ་དེ་ནི་སངས་རྒྱས་སྟོན་པ་སྤེལ་སྐྱེས་སི་ཕི་ཡ་ཆེག་སྔགས་དེ་ནི་རྒྱ་གར་ནས་བཞུགས་སྟེ་ནོ་བ། འོ་ད་དེའི་དུས་ལ་དེ་ནས་སློབ་དཔོན་པདྨ་འབྱུང་གནས་གསང་སྔགས་ཆོས་སྐོར་བསྐོར་ཏེ། རྒྱལ་པོ་གནང། དེ་ནས་ང་ཐང་འབངས་སུ་ནི་འཕྲོ་གནང། དེ་ནས། ཉི་ཤུ་རྩ་བཞི། རྒྱལ་པོ་དེ་སྲས་ཉི་ཤུ་རྩ་ལྔ། འོ་དེ་ནས་མ་ནི་སྒྲུབ་རྟགས་དོན་གང་འབྱུང་བིན་བརྗོད་ནོ། འོ་ད་ནི་ལྟེ་བ་ན་ཡི་ག་སྒྲུབ་རྟགས་རེ་རེ་རེ་རེ་སྟན་བསྟན་ནོ་སྙམ། ད་སྤེལ་བྱ་ན། ང་ཐང་གཅིག་གཅིག་ཡི་ག་ཟེར་ཙམ་ན་ལེ། ན་ནམ་ཡེ་ཤེས་དེའི་གཞུག་གར་འབེལ། པདྨ་འུར་སྙམ་འགགས། འུར་དེ་ཕེབས་ཟེར་སྐབས་ཕར་ཚུན་ལ་ཕེབས་ཟེར་ནས།

རྟགས་སུ་རྟོག་པ་ཅི་ཡོད་ཟེར་ན། གསང་སྔགས་ཀྱི་ཆོས་ཉམས་ལེན་ཅི་ཡོད་དེ་སྒྲུབ་པ་ཐོབ་ཀ་ནས་རྟགས་སུ། འོ་དེ་བས་དེ་ནི་ཉི་ཤུར་རྩ་ལྔ། དེ་བས་དེ་ནི་རྗེ་འབངས་ཉེར་ལྔར་བརྗོད་ནས། དེ་ནས་རྟགས་སྣའི་ནང་ནས་ཡིད་ལྷ་གང་བོ་དེ་ནི་དམར་རྩ་ཆེན་མོ་གཅིག་གཅིག་ཐལ་ནོ། ཅི་ཡི་རྩ་ཅན་དེ་དེ་ནོ་ཟེར་ན། ཡིན་ནའང་དེ་ནི་ཀ་མ་རུ་པའི་འཕགས་པ་སྤྱན་དྲངས་སུ་བཞུགས་ཏེ་དེ་ནོ། དེ་ནས་ཀ་མ་རུ་པའི་འཕགས་པ་སྤྱན་དྲངས་གཟིགས་པའང་དེ་ནས། དེས་དེ་ནས་ཆོས་རྒྱལ་སེང་གེ་རྣམ་རྒྱལ་ལས་དེ་ནས་ཁོང་བས། ཅི་ཟེར་ཆོག་ལྟ་ཐུབ་གདམས་རྒྱུད་བསྟན་འགྲོ་གཙོ་བོ་ཚོགས་གཙོ་ཡིན་བརྗོད་རུང། ཁོང་མཆོག་བཀའ་རུ་ཕེབས་ན་ནམ་ཟད་ཕེབས་སར་དགག་པ། དུ་ཞིག་ག་དེ་ནས། ཁོང་རྒྱལ་ཁྲིད་ལ་མ་འཆམ་ས་ཚོགས་ཞིག་ག་ནོར་བུ་རྣམ་རྒྱལ་རྒྱལ་ཁྲིད་ལ། ཡང་ཤེས་སྐྱོ་བསྟོད་སང་དེ་ནས་སེང་གེ་རྣམ་རྒྱལ། སྐབས་ཏོག་ཅིག་ནུར་དགོས་སྐག་པ། དེས་ད་ནས་དེ་ནས་ཁོང་སྟག་སྣ་བཞུགས་སུ་ཡིན་བརྗོད་རུང།